རྒྱུད་ལས། ཁཱ་སྐོམ་སྤོས་ཕོ་རོག། དེ་ནས་ཨི་ཡི་རུང་སྤོ་དེ་ནས་ང་དང་ཚང་མས་དེ་ནས་ཚོར་དེ་ཡོད་ཀྱང། ད་ཨི་ཡི་རུང་སྤོ་ཙམ་ཞིག་བདེན་པ་ཡིན་ནོག་དེ་ནས་དེའོ་ང་དང་དེ་རིང་དེ་ནས་གཟིགས་ཟིན། དེ་ནས། སྔོན་མ་ཕོ་རོག་ཞིག་དེ་ནས་ཤིང་ནགས་གི་ན། དེ་ནས་ཁོ་ཆུ་ཁཱ་སྐོམ་སྟེ་ཆུ་རྩ་ལ་སོང་སྐྱག། དེ་ནས་ཆུ་རྩ་ལ་ཆ་གཅིག་དེ་ནས་ཁོ་ཨ་མ་ནས་ཆུ་མ་ཐོབ་སྐྱག་ཤིང་ནགས་གི།

དེང་མ་མང་པོ་འབོད་རྒྱག་པ་ཡིན་ན་ང་དང་བཅས་སྐད་ཧ་མ་གོ་བ་ན་དེ་ནས་སུ་ཡང་ཆུ་མ་བཏང་སྐད་ཡིན་ན་གྲོང་པ་གཅིག་གིས་དེ་ནས་བུ་ལོ་ག་ཤེལ་བུམ་ཞིག་གི་ན་ཆུ་ཕལ་གཅིག་རྒྱང་སྟེ་ཡོད་པ་ཁོས་མཐོང་སྐད་ཡིན་ན་ཁོས་ཁམ་ཆུ་སྙོབ་ས་མེད་སྐད་དེ་ནས་ཁོས་ལྡད་པ་བཀོལ་ཏེ་ཀ་ནེའང་ད་ཡིས་ཆུ་བོ་རྒྱན་ལ་སླེབས་ཆེད་ཟི་ཕལ་རྡོ་བ་ཆུང་ཆུང་བསྟན་ན་བླུགས་ན་དེ་ནས་ཆུ་སྦིལ་ཏེ་རྒྱན་ལ་ཡོང་བྱེད་ནོག་དེ་ནས་ངས་ཐུང་ཉན་བྱེད་ཟིན་ནོག་བསམ་སྟེ་དེ་ནས་ཁོས་བསྟན་ན་རྡོ་བ་བསྐངས་སྟེ་དེ་ནས་འཇུག་པའི་སྐད་དེ་ནས་ཕོ་རོག་པས་ཆུ་འཐུང་ཉན་སྐྱག་དེ་ནས་ཁོས་སྐོམ་ངོ་ཟེར་སྐྱག། ཁོས་མི་དོན་རྟགས་པོ་སྒྲུབས་སྐྱག། ད་ཡིད་ག་ནས་ལྷ་བྱ་ཅི་ཐོབ་བ་ནོག་ཟེར་ན་ང་དང་ཚང་མ་དེ་ནས། འབར་བརྩོན་བཅུ་ན་མི་སྒྲུབ་བྱ་ཟེར་ལ་ཞིག་མ་ནས་མེད་དེ་ནོག་འབར་བརྩོན་མ་བཅུ་ཨ་འདུག་ན་དེ་ནས། དོན་རྟགས་སྒྲུབ་བ་མ་ནོག་མི་ཚེ་ན་སོང་བ་སང་འབར་བརྩོན་བཅུ་ན་ལ་སྐ་གཟུགས་ཤིག་གི་ནང་རྒྱ་ལ་བཅོས་ཏེ་སྒྲུབ་ཐུབ་བ་ནོག